ཐེངས་འདིར་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་ཟླ་རེའི་གསར་འགྱུར་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་ཞུ། ཏོག་དབྱིབས་རིམས་ནད་ཀྱི་གནས་སྟངས་མུ་མཐུད་ཛར་དྲག་རང་བཞིན་ཐོག་གནས་མུས་འདིའི་སྐབས་རྣམ་པ་ལྷན་རྒྱས་སྐུ་གཟུགས་སེར་ཤུགས་སུ་ཡོད་པ་དང་མུ་མཐུད་སྔོན་འགོག་གི་བྱ་གཞག་ཁག་ལ་དམ་འཛིན་ཆེན་པོ་གནང་གི་ཡོད་པའི་རེ་བ་ཞུ་གི་ཡོད་ང་བསྟན་པ་ཚེ་རིང་ཡིན། ད་རེས་གསར་འགྱུར་ལས་རིམ་དེའི་ནང་སྦེང་ལོར་གཙུག་ལག་སློབ་གཉེར་ཁང་གི་རྟོག་ཞིབ་ཚོགས་ཆུང་ནས་མཐོ་སློབ་ཏུ་གཟིགས་ཞུ་ཕེབས་པའི་སྐོར་དང། དྲ་ཐོག་གཏམ་བཤད་གོ་སྒྲིག་ཞུས་པ། དུས་དཀྱིལ་ཡིག་རྒྱུགས་དང་གཟའ་སྐར་ཕུར་བུ་དང་སྤེན་པའི་བར་གྱི་ཚོགས་ཆེན་མཉམ་འདུས་ཀྱི་རྒྱང་ཤེལ་ཐོག་ལྟ་ཞིབ་བྱས་པ། དཔལ་འབྱོར་རིག་པ་སློབ་འབྲིང་ནང་གི་འབུམ་རམས་པ་བསྟན་འཛིན་ནམ་མཁའ་ལགས་ཀྱིས་རྩོམ་རིག་ལ་རྒྱལ་གཅེས་དེང་གྲགས་ཅན་འཕེལ་རྒྱས་གནད་དོན་གྱི་དུས་དེབ International Journal of Development Issues ཞེས་པ་ནས་གྲུབ་འབྲས་བྱ་དགའ་ཉིས་སྟོང་ཉི་ཤུ་ལོའི་རབ་གནས་པའི་བྱ་དགའ། Literati Award twenty twenty ཞེས་པའི་སྐོར་གསར་འགྱུར་རྒྱས་པ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན། སྦེང་ལོར་གཙུག་ལག་སློབ་གཉེར་ཁང་གི་རྟོག་ཞིབ་ཚོགས་ཆུང་ནས་མཐོ་སློབ་ཏུ་གཟིགས་སྐོར་ཕེབས་པའི་སྐོར་སྤྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན། སྦེང་ལོར་གཙུག་ལག་སློབ་གཉེར་ཁང་གི་རྟོག་ཞིབ་ཚོགས་ཆུང Local Inspection Committee ཡའི་ཚོགས་གཙོ་སློབ་དཔོན་འབུམ་རམས་པ་སུ་ཏར་མཆོག་དང་ཁོང་གི་ལས་རོགས་འབུམ་རམས་པ་ཧ་སན་དང་དེ་བཞིན་འབུམ་རམས་པ་ཨ་ཤོག་བཅས་རྣམ་པ་གསུམ་ཆེད་ཕེབས་ཀྱིས་མཐོ་སློབ་ཀྱི་ཕྱིའི་མཐུན་རྐྱེན་དང་དགེ་རྒན་གྱི་གནས་ཚད་སློབ་མའི་གྲངས་འབོར་དང་སྦྱངས་འབྲས་ལས་ཁུངས་སོགས་ཉིན་རེའི་བྱེད་སྒོ་འཐུས་ཚང་ཡོད་མེད་སོགས་ཀྱི་ཡིག་ཚགས་ཀྱི་ཐད་རྟོག་ཞིབ་གནང་ཡོད་པ་རེད་ལ་དེའི་སྐབས་མཐོ་སློབ་ཀྱི་སློབ་སྤྱི་འབུམ་རམས་པ་བུ་མོ་ཚེ་རིང་མཆོག་དང་སློབ་སྤྱི་གཞོན་པ་རྒན་ཟླ་བ་ཚེ་རིང་ལགས་བོད་རིག་པའི་ཆེད་སྦྱོང་བསྟན་འཛིན་གྱི་སློབ་སྤྱི་གཞོན་པ་འབུམ་རམས་པ་བསྟན་འཛིན་དགེ་དགེ་ལགས། ད་དུང་འཛིན་སྐྱོང་འགན་འཛིན་དགེ་བཤེས་བློ་བཟང་རྒྱལ་མཚན་ལགས་དང་གཞན་ཡང་དྲུང་ཡིག་བཅས་རྣམ་པ་ལྷན་རྒྱས་ནས་ཁོང་རྣམས་ལ་སྣེ་ལེན་ཞུས་ཡོད་པ་རེད་ལ་ཐེངས་འདིའི་གཟིགས་ཞིབ་ཀྱི་སྙན་ཐོའི་མཐའ་སྡོམ་དུ། མཐོ་སློབ་འདི་ཉིད་གང་ཅིའི་ཐད་ཤེས་ཡོན་གྱི་ཁོར་ཡུག་མིག་དཔེ་འོས་པའི་གནས་བབ་ཡོད་སྐོར་གྱི་བསྔགས་བརྗོད་ཡང་བྱུང་འདུག། དྲ་ཐོག་བརྒྱུད་གཏམ་བཤད་གོ་སྒྲིག་ཞུས་པ། སྤྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་ཕྱི་དྲོ་ཕྱག་ཚོད་གསུམ་དང་ཕྱེད་ཀའི་སྟེང་མཐོ་སློབ་ཀྱི་སློབ་གཉེར་ལྷན་ཚོགས་ཀྱི་གོ་སྒྲིག་འོག་རྩོམ་པ་པོ་དང་ལམ་སྟོན་པ་གཏམ་བཤད་པ་བསྟན་འཛིན་ཆོས་སྒྲོན་ལགས་ནས་རང་ཉིད་ཀྱི་མ་འོངས་མདུན་ལམ་ཆེད་གྲ་སྒྲིག་ཇི་ལྟར་དགོས་མིན་གྱི་སྐོར་དྲ་ཐོག་བརྒྱུད་གཏམ་བཤད་གནང་ཡོད་པ་རེད་ལ། དེའི་སྐབས་བསྟན་འཛིན་ཆོས་སྒྲོན་ལགས་ནས་ང་ཚོའི་མི་རབས་རྗེས་མ་རྣམས་འབྱུང་འགྱུར་སྤྱི་ཚོགས་ཀྱི་དཔལ་འབྱོར་ཡར་ཐོན་གཏོང་བའི་གནད་ཡོད་མི་སྣ་ཞིག་ཇི་ལྟར་ཆགས་ཐུབ་མིན་སོགས་ཀྱི་སྐོར་གསུངས་ཡོད་པ་རེད་ལ་མཐའ་མར་དྲི་བ་དྲི་ལན་གྱི་ལས་རིམ་ཡང་ཚོགས་ཡོད་པ་རེད། དེའི་སྐབས་དུས་ཡིག་མཆན་གྱི་སློབ་མ་བཞི་བཅུ་ཙམ་མཉམ་ཞུགས་གནང་ཡོད་པས་རེད་འདུག། དུས་དཀྱིལ་ཡིག་རྒྱུགས་བཏང་བ་སྤྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་ནས་བཟུང་དུས་དཀྱིལ་ཡིག་རྒྱུགས་དེ་འགོ་འཛུགས་བྱས་ཡོད་པ་རེད། དེའི་སྐབས་ལོ་རིམ་དང་པོ་དང་གསུམ་པའི་སློབ་ཕྲུག་རྣམས་དུས་རྒྱུན་ལྟར་འཛིན་ཁང་དུ་ཡིག་རྒྱུགས་བཏང་ཡོད་པ་དང་ལོ་རིམ་གཉིས་པའི་སློབ་ཕྲུག་རྣམས་དྲ་ཐོག་བརྒྱུད་འཛིན་གྲྭ་ཚུགས་ཀྱི་ཡོད་པར་བརྟེན་དྲ་ཐོག་བརྒྱུད་ཡིག་རྒྱུགས་བཏང་བ་རེད། གཟའ་སྐར་ཕུར་བུ་དང་སྤེན་པའི་བར་གྱི་ཚོགས་ཆེན་མཉམ་འདུས་ཀྱི་རྒྱང་བཞེས་ཐོག་བརྟག་ཞིབ་བྱས་པ། མཐོ་སློབ་ཀྱི་ཁོར་ཡུག་སློབ་ཚན་སློབ་ཁྲིད་གནང་མཁན་རྒན་བཀྲ་ཤིས་མཚོ་ལགས་ཀྱི་བཀོད་སྒྲིག་འོག་སྤྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་ཉིན་གྱི་ཕྱི་དྲོ་ཕྱག་ཚོད་དྲུག་པ་ཡས་མས་སུ་དགེ་རྒན་དང་སློབ་ཕྲུག་ཁག་བཅས་ནས་སྐར་མ་ཕུར་བུ་དང་སྤེན་པའི་བར་གྱི་ཚོགས་ཆེན་མཉམ་འདུས་དེ་རྒྱང་བཞེས་བརྒྱུད་བརྟག་ཞིབ་བྱས་ཡོད་པ་རེད། དེའི་སྐབས་དགེ་རྒན་དང་སློབ་ཕྲུག་རྣམས་ནས་དགའ་མོས་ཆེན་པོའི་ངང་པར་ལེན་པ་སོགས་བཅས་གནང་སོང། དཔལ་འབྱོར་རིག་པ་སློབ་འབྲིང་གནང་མཁན་འབུམ་རམས་པ་བསྟན་འཛིན་ནམ་མཁའ་ལགས་ཀྱི་རྩོམ་རིག་ལ་རྒྱལ་སྤྱིའི་གྲགས་ཅན་འཕེལ་རྒྱས་གནད་དོན་གྱི་དུས་དེབ International Journal of Development Issues ཞེས་པ་ནས་སྤྱི་ལོ་ཉིས་སྟོང་ཉེར་ཤུ་ལོའི་རིག་གནས་པའི་བྱ་དགའ Literati Award Twenty Twenty ཐོབ་པའི་སྐོར། འདི་ག་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་དཔལ་འབྱོར་རིག་པ་སློབ་འབྲིང་གནང་མཁན། འབུམ་རམས་པ་བསྟན་འཛིན་ནམ་མཁའ་ལགས་ཀྱིས་བཙན་བྱོལ་བོད་མིས་འཐོབ་པའི་རོགས་དངུལ་གྱི་ཕན་ཡོན་ཞེས་པའི་བརྗོད་གཞི་ཐོག་དཔྱད་རྩོམ་བྲིས་ནས་དབྱིན་ཡུལ་དུ་མིང་གྲགས་ཡོད་པའི་རྒྱལ་སྤྱིའི་གནད་དོན་ཡར་རྒྱས་དུས་དེབ་བམ། International Journal of Development Issues། ཞེས་པ་ནས་གྲུབ་འབྲས་བྱ་དགའ། Literati Award། twenty twenty། ཞེས་པ་དེ་རག་ཡོད་པ་རེད། དེ་ཡང་ཁོང་མོའི་དཔྱད་རྩོམ་གྱི་ནང་དུ་གཙོ་བོ་ནི་ཕྱི་རྒྱལ་ཁག་ནས་ཡོང་བའི་རོགས་སྐྱོར་མ་དངུལ་དེ་དག་གིས་རྒྱ་གར་ནང་བཙན་བྱོལ་དུ་གནས་པའི་བོད་མི་ཚོའི་འཚོ་བའི་ཐད་ཕན་ཐོགས་ཇི་ཙམ་ཡོང་གི་ཡོད་མེད་སྐོར་རེད་འདུག། ཟླ་བ་བཅུ་གཉིས་པའི་གསར་འགྱུར་རྒན་པ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན་ང་ཚོའི་ལས་རིམ་གསན་གཟིགས་གནང་མཁན་ཡོངས་ལ་ཐུགས་རྗེ་ཆེ་ཞུ་ལེ་མཚན་རྗེས་མའི་ནང་དུ་བསྐྱར་དུ་མཇལ་ཡོང།